རྣམ་པ་གཙོ་བོ་ཁམས་བཟང་འདི VOA ཨ་རི་རླུང་འཕྲིན་ཁང་གི་དྲ་སྣང་གི་པོ་ཡིན། སློབ་གསོ་གཙོ་བོ་ལ་བཟུང་ནས་ཤེས་བྱ་སྣ་མང་པོ་ལ་ལྟ་ཉན་བྱེད་ཐུབ་ས་དང་གཞན་ཡང་དྲ་ལམ་ནས་མི་སྒེར་བས་སློབ་ཁང་སྒོ་ཕྱེ་ཐུབ་པ། སློབ་མ་ཚོ་ཡིན་ན་ཡང་སོ་སོའི་དགོས་མཁོ་ནང་བཞིན་དྲ་ལམ་ནས་སློབ་ཁྲིད་ལ་ཉམས་ཞིབ་བྱ་ཐུབ་སའི་འབད་རོགས་གཙུག་ལག་ཆེ་བའི་སྐོར་ཆས་གསར་བ་ཞིག་པོ་ནང་དུ་འགྲེམས་སྤེལ་གནང་སོང། བེ་རོས་གཙུག་ལག་བྱས་པའི་ཁ་པར་སྐོར་ཆེན་འདི་ནི་ད་ལྟའི་ཆར་རྒྱལ་སྤྱིའི་ནང་སྤྱི་ཡོངས་ནས་ཁྱབ་བཞིན་པའི་ཚོང་ལས་དང་སློབ་གསོ་ལ་སོགས་པ་གཞི་གཅིག་ལ་བསྡུས་ཡོད་ས་གི་སྐོར་ཆེན་གཅིག་རེད་འདུག་འདིའི་ནང་དུ་སློབ་གསོ་དང་རྩིས་འཕྲུལ་རིག་གཞུང་གློག་འདོན་སྒྱུ་རྩལ་སྐད་ཡིག་ནང་ཆོས་བཅས་ཀྱི་ཁྱབ་ཁོངས་སོ་སོ་ལ་སྡེ་ཚན་མ་འདྲ་བ་མང་པོ་འདུག་དཔེར་ན་སྒྱུ་རྩལ་ལྟ་བུ་ཡིན་ན་སྒྲ་བརྙན་དང་བརྙན་དཔེར་ཡིག་གཟུགས་རི་མོ་བོད་ཟས་དམངས་སྲོལ་ལ་སོགས་པའི་སྡེ་ཚན་ཆུང་ཆུང་ཁག་གི་ནང་དུ་བརྙན་དང་སྒྲ་ལ་སོགས་པའི་སློབ་ཁྲིད་ཅིག་ཡོད་པ་མཐོང་རྒྱུ་འདུག། མི་གཞན་པ་གི་དགྲ་གཉེན་སློབ་ཁྲིད་བྱས་ཟིན་པ་དང་ཡང་ད་དུང་གི་སློབ་ཁྲིད་ལ་ལྟ་ཉན་བྱེད་ཐུབ་པ། རང་ཉིད་ལ་དབང་བའི་དྲ་ལམ་གྱི་སློབ་ཁང་བཟོ་བ། སློབ་ཚན་ཚད་ལྡན་དང་སྤུས་བཟང་ཡོད་པ་ཡིན་ན་ཤེས་བྱའི་བདག་དབང་ལྟར་རིམ་པ་ལེན་པ་བཅས་སྐད་འཕྲིན་གྱི་ཁ་བྱང་བརྒྱུད་དེ་ཡར་འཛུགས་བྱ་ཐུབ་ཀྱི་འདུག་རང་ཉིད་སློབ་མ་བྱེད་ཐུབ་ལ་དགེ་རྒན་ཡང་བྱེད་ཐུབ་ས་གི་བོད་ཀྱི་སློབ་གསོའི་དོ་ར་ལྟ་བུའི་གཅིག་རེད་འདུག། ཡང་རྣམ་པ་ཚོ་ལ་འབེལ་རོགས་གཙུག་ལག་ཅེས་པའི་སློབ་གསོའི་སྐོར་གྱི་ཁ་པར་གྱི་སྐོར་ཆས་འདི་སོ་སོའི་ཁ་པར་གི་ནང་དུ་ཇི་ལྟར་ཕབ་ལེན་བྱེད་དགོས་པའི་སྐོར་ནས་ངོ་སྤྲོད་ཞུ་གི་ཡིན། གཤམ་དུ་འཆར་བཞིན་པའི་འབེ་རོ་རྩིས་ལོགས་ཀྱི་དྲ་ཚིགས་འདིའི་ནང་དུ་སོང་ནས APP ཕབ་ལེན་བྱས་པ་འདི་བསྣམས་པ་ཡིན་ན Android གི་ཁ་པར་མ་ལག་གི Google Play དང་གི་ཤི་འམ Apple ཡི App Store གཉིས་ཆ་གི་ཐོག་ནས་ཁ་ཐུག་ཕབ་ལེན་བྱེད་ཐུབ་པ་དང་ཡང་ཤེར་ཆས་འདི་བེད་སྤྱོད་བཏང་ནས་ཕབ་ལེན་ཡང་བྱ་ཐུབ་ཀྱི་འདུག། བཙན་བྱོལ་བོད་མི་འདུས་སྡོད་ཀྱི་མི་འབོར་མང་ཤོས་ཆགས་ཡོད་སའི་རྒྱ་གར་ནང་དུ་དག་ཡིབ་ནད་ཡམས་ཀྱི་དཀའ་ངལ་འཕྲད་བཞིན་པའི་སྐབས་སུ། ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ཡོད་པའི་བོད་མི་ཚོས་རྒྱ་གར་གྱི་ནང་གི་བོད་རིགས་སྤུན་ཟླ་ཚོའི་གནས་སྟངས་ཀྱི་ཐད་ལ་བློ་འཚབ་ཆེན་པོ་བྱེད་བཞིན་པ་རེད། དེ་ནང་བཞིན་རྒྱ་གར་གྱི་ནང་གི་བོད་མི་ཚོ་ལ་རོགས་སྐྱོར་བྱེད་པའི་ཆེད་དུ་ལས་གཞི་སྣ་མང་ཅིག་སྤེལ་བཞིན་པ་ལས Go Fund Me ཞེས་པའི་དྲ་ཚིགས་འདིའི་སྟེང་དུ་ཡིན་ན་ཡང་བོད་མི་ཚོས་དྲ་ལམ་ནས་རྒྱ་གར་གྱི་ནང་གི་བོད་མི་ཚོ་ལ་རོགས་སྐྱོར་བྱེད་པའི་ཆེད་དུ་ཞལ་འདེབས་བསྡུ་རུབ་གནང་བཞིན་པ་ནང་བཞིན་བོད་མི་སུ་ཡིན་ན་ཡང་དེའི་ནང་དུ་ཉམས་ཞིབ་བྱེད་ཐུབ་ཀྱི་ཡོད་པ་ལ་སོགས་པ་ངོ་སྤྲོད་ཞུ་གི་ཡིན། Go Fund Me ཞེས་པའི་དྲ་ཚིགས་འདིའི་ནང་དུ་སོང་ནས Search འམ་ཚོར་བཤེར་བྱེད་ས་ལ་གྲུབ་པའི་དྲི་ཞེས་ཨིན་ཡིག་གི་ལམ་ནས་བྲིས་བ་ཡིན་ན་ཞལ་འདེབས་ཀྱི་ལས་གཞི་རྣམས་རྙེད་ཐུབ་ཀྱི་འདུག་དེ་ཚོའི་ནང་དུ་རྒྱ་གར་ལྷོ་ཕྱོགས་མོང་གོལ་གྱི་ས་གནས་ལ་རག་དངུལ་གྱི་ཞལ་འདེབས་བསྡུ་བཞིན་པ། ཡང་ཨ་རི་དང་ཁེ་ན་དྲ། ཡུ་རོབ། ཉི་ཧོང་སོགས་ཀྱི་འཕྲོད་བསྟེན་ལས་གཉེར་བ་བོད་མི་ཚོ་མཉམ་འབྲེལ་གྱི་ཐོག་ནས་ཧི་མ་ལ་ཡའི་མི་དང་བོད་མི་ཚོའི་ཆེད་དུ་རང་དངུལ་བསྡུ་བ། རྒྱ་གར་ནང་བཞུགས་ཡོད་པའི་བོད་མི་ཚོས་ནད་ཡམས་དང་འབྲེལ་བའི་ཉེར་མཁོའི་བྱ་དངོས་ཉོ་བྱེད་ཀྱི་ཞལ་འདེབས། ཡང་དབུགས་རླུང་ཡོ་བྱད་ཉོ་བྱེད་བཅས་ལ་ཞལ་འདེབས་བསྡུ་བཞིན་པ་མཐོང་རྒྱུ་འདུག་དྲ་ཚིགས་འདིའི་ནང་དུ་བོད་མི་སུ་ཡིན་ན་ཡང་ཞལ་འདེབས་མ་མྱོང་ལ་མ་བསྟན་པ་གི་ཐོག་ནས་སོ་སོའི་མིང་ཡོད་པ་དང་མིང་མེད་པ་གཉིས་ཆ་གི་ཐོག་ནས་ཞལ་འདེབས་སྤྲོད་ཐུབ་གི་འདུག་གོང་ནས་རྣམ་པ་ཚོས་གསན་གཟིགས་གནང་བའི་བོད་མི་ཚོས་དྲ་ལམ་ནས་ཞལ་འདེབས་བསྡུ་རུབ་ཀྱི་ལས་གཞི་སྤེལ་བཞིན་པ་དེའི་ལས་གཞི་གཅིག་གི་ཁོངས་སུ་ད་ལྟའི་ཆར་འོག་རླུང་དུ་རྟེན་གཞི་བྱས་ཡོད་པའི་བོད་མི་མ་སྤྱི་འཐུས་ལས་ཐག་རྡུང་རྡེག་སྤྱི་འཛོམས་ལགས་ཀྱང་འདུག་ཁོང་གིས་གྲྭ་ནང་གི་སྤོ་ལ་ཁོང་རྣམ་པ་གི་ཞལ་འདེབས་བསྡུ་རུབ་ཀྱི་ལས་གཞི་དེ་ག་འདྲ་འགྲོ་བཞིན་པ་གི་ཐད་ནས་ངོ་སྤྲོད་གནང་དོན། འཕྲོད་བསྟེན་ལས་ཁུངས་ཀྱི་ཏོག་དབྱིབས་ཀྱི་སྔོན་འགོག་གི་ཚོགས་ཆུང་གི་ལས་བྱེད་དང་སྨན་པ་ཚོ་ལ་འབྲེལ་བ་བྱེད་ཆེད་ད་ང་ཚོས་དེ་ནས་ཐུགས་ཕན་ག་འདྲས་གསོས་ཐུབ་པར་བྱེད་ཆེད་ལམ་སྟོན་ཞིག་གནང་རོགས་གནང་ཞུས་པའི་སྐབས་དེར་ཚང་མས་ཡོངས་གྲགས་ག་འདྲ་བཟོ་གི་འདུག་ཟེར་ན་སྨན་ཁང་གི་ཐོན་སྐྱེད་དེ་འཇགས་ཡོད་མ་རེད་ཡག་པོ་ཡོད་མ་རེད་དེ་མེད་དུས། ཨ་ནེ་གཅིག་གིས་རྫ་དྲག་གི་གནས་སྟངས་ཆགས་པའི་སྐབས་དེར་ལྷག་པར་དུ་མི་མང་པོ་གཅིག་དུས་ཚོད་གཅིག་ལ་རྫ་དྲག་ཆགས་པའི་སྐབས་དེ་ཨ་ནེ་དབུགས་མ་བཏང་བའི་དཀའ་ངལ་དེ་དཔེ་ཨ་ནེ་དཀའ་ངལ་ཆེན་པོ་ཡིན་པ་དང། སྲོག་རླུང་ངོགས་ཀྱི་འཕྲུལ་ཆས་དེ Oxygen Concentrator དེ་ང་ཚོས་ཀྱིས་དེ་ནས་དཔལ་འབྱོར་འདུས་གྲུབ་ཕྱིས་ཆད་ཐུབ་དཔོན་གསོད་ཐུབ་ན་ཡག་པོ་འདུག་ཞེས་བྱས་ང་ཚོའི་ལས་འགུལ་བརྩམས་པ་ཆགས་དེ་བོ་རེད་ད་ང་ཚོའི་དང་པོ་དམིགས་ཡུལ་ཟིན་ས་དེ Australia འགྲོ་ལ་སྟོང་ཕྲག་བཅོ་ལྔ་བྱས། དེ་ཡིས Oxygen Concentrator རྒྱ་གར་ནང་ལོ་བཅུར་ཉོས་ཐུབ་པོ་འདུག་དང་པོ་དེ་དྷ་རམ་ས་ལ་དང་གཉིས་པ་དེ་ཏི་ཀི་ལིངས་ཞེས་བྱས་དེ་རིང་དགོན་བདག་ཏི་ཀི་ལིངས་ལ་འབྱོར་ཡ་དང་རྩེ་གཉིས་དང་སྣ་གཉིས་པ་ར་དེ་དྷ་རམ་ས་ལ་ལ Oxygen Concentrator ལྔ་འབྱོར་ཡ་ཡིན་ང་ཚོས་པང་བཀྲིས་ཤར་རེད་ད་ང་ཚོས་ཀྱི་ལས་འགུལ་དེ་བརྩམས་བཞེས་ཡ་མ་རེད་གང་ཡིན་ཟེར་ན་གཞིས་ཆགས་མང་པོ་ཆེ་ནང་ལོ་ལ་དང་དུས་ཡིན་ནའི་ལས Oxygen Concentrator ཁ་ཤས་ལ་རྩ་བ་ཉིད་ནས་མི་འདུག་ཁ་ཤས་ལ་ནི་གཅིག་གཉིས་ཡོད་ས་རེད། ཡིག་མང་ཚོ་ཡི་རྒྱབ་སྐྱོར་ཏེ། བདག་གིས་བདག་གི་བྱས་རྗེས་ང་ཚོ་གཞི་བཞག་གང་མང་མང་ཅིག་ལ་སྙོབ་ཐུབ་པའི་གྱི་བྱས་གཞི་བསྒྲིགས་ཏེ་འོ། དེ་ནས་ཡང་ལིག་མིན་ཀྱ་པོ་འབུ་ཆེ་ཚོགས་ངེས་ནས་ད་ལྟའི་ཆར་རྒྱ་གར་གི་ནང་གི་ཚོགས་པ་ཆེན་པོ་གསུམ་ལ་ཨ་སྒོར་འབུམ་གཅིག་གི་ཞལ་འདེབས་སྤྲོད་རྒྱུའི་དྲ་ལམ་དུ་ལས་གཞི་ཞིག་སྤེལ་བཞིན་འདུག་གཤམ་དུ་ཤར་བཞིན་པའི་ལིག་མིན་ཀྱ་ཆེ་ཚོགས་ཀྱི་དྲ་ཚིགས་ངོས་སུ་སོང་ནས་རྒྱ་གར་ལ་རོགས་སྐྱོར་བྱ་རྒྱུའི་ཡི་གེ་འདིའི་ཐག་བསྣན་པ་ཡིན་ན། ཞལ་འདེབས་ཀྱི་ལས་གཞི་ངོ་སྤྲོད་དང་ཡང་རང་གི་ངོས་ནས་ཞལ་འདེབས་སྤྲོད་འདོད་ན་དྲ་ཚིགས་འདི་བརྒྱུད་དེ་སྤྲོད་ཐུབ་ཀྱི་འདུག་ལུགས་མིན་ཀྱང་ཆོས་ཚོགས་ཀྱི་བླ་མ་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ཡིས་ཁོང་རྣམ་པའི་དྲ་ལམ་དུ་ཨ་སྒོར་འབུམ་གཅིག་གི་ཞལ་འདེབས་འདི་བྱིན་པ་གི་ལས་གཞི་དེ་ག་འདྲ་འགྲོ་བཞིན་པ་གི་ཐད་ནས་ཡང་དྲ་ནང་གི་བོད་ལ་ངོ་སྤྲོད་འདི་ལྟར་གནང་སོང། ཁྱད་པར་དུ་སོ་སོ་བོད་པ་ཡིན་པའི་ཆ་ནས་ནང་གཉིས་པ་ཞིག་ཡིན་པའི་ཆ་ནས་ཞབས་ཞུ་ཞུ་བ་གི་གོ་སྐབས་ཅིག་མཐོང་ནས། ལུགས་མིན་གྱི་ཆོས་ཚོགས་དང་སོ་སོའི་སྒེར་ངོས་ནས། བདུན་ཕྲག་གཉིས་རིང་ག་ལ་ཡ། དཔའ་འཇུས་བདུན་རྒོད་ཀྱི་ལས་འགུལ་གྱི་དཔེ་དཔའ་འཇུས་དེ་བདུན། ཨ་རིག་སྒོར་མོ་འབུམ་གཅིག་ཚར་གཅིག་བདུན་རྒོད་བྱས་ཡག་གི་སྨོན་ལམ་ཞུ་གི་ཡོད། ཨ་ནས་སོ་སོའི་སྒེར་ངོས་ནས་ཡ་འགྲོ་ལ་ཁྲིད་ཅིག་ཕུལ་བས་ཡིན། ཨ་ནས་ད་ལྟ་བར་དུ་ལ་ཡ་ད་སྟོང་ཕྲག་བརྒྱད་ཅུ་མ་ཟིན་ཚར་གཅིག་བདུན་རྒོད་བྱས་ཚར་སོང། གཟའ་ཉི་མ་ལ་ངོ་ཚོ་དེ་བདུན་རྒོད་དེ་མཚམས་འཇོག་བྱས་ནས་ཨ་ནས་བདུན་ཕྲག་རྗེས་མ་ལ་དངུལ་བར་བཏང་ཡ་ཡིན། དངུལ་བཏང་ས་གཙོ་བོ་འགྲོ་བོ་དེ་ཚོགས་པ་གསུམ།